ཡོངས་རྫོགས་བོད་ལྗོངས་རང་དབང་གཙང་མས་སྤེལ། ལྷུན་གྲུབ་ཆོས་སྲིད་ཟུང་འབྲེལ་དགའ་སྟོན་ལ། གཅེས་པའི་ལུས་སྲོག་ལོངས་སྤྱོད་ཡོངས་བཏང་སྟེ། དཀའ་བ་བརྒྱ་ཕྲག་ཁྲོས་པའི་སྐྱེ་བོ་རྣམས། གྲུ་འཛིན་སྒོ་དེར་ཐུགས་རྗེས་སྐྱོང་བར་མཛོད་ཟེར་བྱང་སེམས་སྨོན་ལམ་ཕུལ་ཐོག་ནས། ད་ཕོ་ང་ཚོ་འགོ་ཚུགས་དགོས་ཀྱི་འདུག་ཚང་མས་འགོ་ཚུགས་ཀྱི་ཡོད་རེད་ཡིན་ན་ཡང་ང་རང་ཚོ་ང་རང་ཚོ་ལ་ཡང་མཚམས་མཚམས་དྲན་གསོ་བཏང་དགོས་ཀྱི་འདུག་དེ་རིང་འདི་བློ་དགའ་རང་བཙན་ལགས་ཀྱིས། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་མདུན་ཐང་འདི་ས་ཆ་ད་ག་རང་ལ་ཡང་ཁ་ཆེ་ཤོས་ཕུལ་རེད། ས་ཆ་འདི་གར་ཕྱིན་དམ་པར་ང་རང་སྒེར་གྱི་བསམ་ཚུལ་ཞུས་པ་ཡིན་ན། མཉམ་འབྲེལ་རྒྱལ་ཚོགས་ལ་ཡང་ད་ལྟ་བར་དུ་ང་རང་ཚོ་བོད་རང་བཙན་དང་བོད་སྤྱི་པ་དང་བོད་དོན་ཐོག་ལ་ཡང་ད་ལྟ་བར་དུ་ལོ་རྒྱུས་ནང་ལ་ཡང་གྲོས་ཆོད་ཚར་གསུམ་མ་ལས་བཞག་ཐུབ་ཡོད་མ་རེད། དེ་ཡང་སྤྱིར་སྤྱི་མཐུན་སྐོར་གྱི་གྲོས་གཞི་རགས་བསྐུལ་མཐའ་མ་ཆགས་ཐུབ་ཡོད། སྤྱིར་སྤྱི་མཐུན་སྐོར་བརྒྱད་བདུན་བཅུ་བདུན་བཅུའི་ལོ་ལ་ཡང།

རྒྱ་ནག་གུང་ཁྲན་ཏང་ག་ཚོད་མོ་ག་ཚོད་ཤུགས་པོ་ཡིན་པ་ཡིན་ན་རེད་མཉམ་འབྲེལ་རྒྱལ་ཚོགས་ག་ཚོད་མོ་ག་ཚོད་དྲག་པོ་ཡོད་པ་ཡིན་ན་རེད་ཉི་མ་གཅིག་མི་རྟག་པར་ང་ཚོ་ཁས་ལེན་བྱེད་མཁན་ཡིན་པ་སོང་ཙང་ཏན་ཏན་ང་ཚོ་ལ་གོ་སྐབས་ཤིག་ཟ་གི་རེད། གོ་སྐབས་དེ་ཡང་གནམ་ནས་བབས་ཡས་མ་ཡིན་པ་ས་ནས་དོན་ཡས་མ་ཡིན་པ། ང་རང་ཚོ་བོད་མི་ཡོད་དོ་ཅོག་གི་འགན་འཁྱེར་དགོས་ཀྱི་ཡོད་རེད་དང་པོ་ང་ཚོས་འགན་འཁྱེར་དགོས་ཀྱི་ཡོད་རེད་ང་ཚོའི་འགན་འཁྱེར་བའི་ཞུ་སྒོ་ཨ་ནི་འཛམ་བུ་གླིང་མི་མང་གིས་རྒྱབ་སྐྱོར་བྱེད་ཀྱི་རེད་འཛམ་གླིང་གཞུང་གིས་མི་མང་གིས་རྒྱབ་སྐྱོར་བྱེད་ཀྱི་རེད་འཛམ་བུ་གླིང།

འཐུས་ཤོར་ཡོང་སྲིད་ཀྱི་རེད་ཡིན་ནའང་ང་རང་ཚོ་ངོས་ནས་འབད་བརྩོན་ནི་ཡང་ཧེ་འབད་པོ་ཞིག་དགོས་ཀྱི་ཡོད་རེད། འབད་བརྩོན་བྱས་པ་ཡིན་ན་ང་ཚོའི་དམིགས་ཡུལ་ཚར་རིལ་རིལ་འགྲུབ་ཀྱི་རེད། རྒྱ་ནག་སྟོབས་ཆེན་པོ་ག་ཚོད་མོ་ག་ཚོད་ཡོད་ན་ཉིན་མ་གཅིག་སྤོ་ལུགས་ཀྱི་རེད། ད་ད་ནི་ཚང་མས་ཁྱིམ་གར་རྒྱ་ནག་ནང་གི་གནས་སྟངས་གང་ཅི་ཆགས་བསྡད་ཡོད་རེད། ཕྱི་ལ་བལྟ་དུས་སྙིང་རྗེ་བོ་རེ་ཞིག་འདུག་ཨ། ནང་ལ་ཡང་དཔལ་འབྱོར་གྱི་ཉམས་ཆག་ཨ་ནི་མི་གཅིག་དབང་འཛིན་གྱི་ཐོག་ནས་ད་དབང་ཆ་ཚང་མ་མི་གཅིག་འཛུལ་ཡོང་དུས་དེ་ནས་དབང་ཆ་གཞན་པ་ཡོང་མཁན་ཚོ་དབང་ཆ་དགོས་ཡག་གི་ཆེད་དུ་ཁོ་རང་ཚོ་ནང་འཁྲུག་ཤོར་ཡག་གི་ཉེན་ཁ་ཡོད་རེད།

ཁྲོམ་རའི་ཉེས་པ་བཟོ་ཐེངས་གི་རེད། ང་ཚོ་སོ་གཅིག་ལ་བྱེད་དགོས་ཡོད་མ་རེད། རྒྱ་ནག་ག་ཚོད་མོ་ག་ཚོད་སྟོབས་ཆེན་པོ་ཡོད་ན་གད་སྐད་ཧ་ལས་ཡོད་མ་རེད། ང་ཚོ་ལ་ཡང་དྲང་བདེན་ཡོད་རེད། ང་ཚོ་ལ་ཡང་བོད་རང་བཙན་གྱི་དཔང་རྟགས་ཡོད་རེད། ལོ་རྒྱུས་ཀྱི་དཔང་པོ་ང་ཚོ་རེད། ལོ་རྒྱུས་ལ་དཔང་པོ་ཡོད་རེད་ང་ཚོ་ལ། དེ་ཡིན་དུས་ང་ཚོ་ངོས་ནས་མཐུན་ཤོར་རྩ་བ་ཉིད་ནས་ཕྱིན་མི་ཉན་རེད། བྱས་ཙང་དེ་རིང་རྒྱལ་གཅེས་དཔའ་བོ་བློ་དགའ་རང་བཙན་ལགས་ཀྱི་ཐད་ཟམ་པ་གཅིག་བཙུགས་ཡོད་རེད་ཟམ་པ། འདི་ང་ཚོ་མཁྱེན་དགོས་གི་རེད་ཟམ་པ་རེད་དེ་རིང་འདི། ཟམ་པ་ག་རེ་རེད། ཟམ་པ་བཙུགས་པའི་སྐབས་སུ།

ད་སྲིད་ཇུས་འདི་འདྲ་ཞིག་ཁྲིམས་ལ་བཅས་ནས་ཡོང་ཡོང་དུས་འདི། ཐུག་ས་འདི། བོད་རང་བཙན་མེད་པའི་རྐྱེན་གྱིས་རེད། བོད་ལ་རང་བཙན་ཡོད་པ་དང་བོད་རང་བཙན་བཅོས་ཐུབ་པ་རང་བཙན་རག་པ་ཡིན་ན། འདི་འཕྲལ་དུ་ང་ཚོ་སེམས་ཁྲལ་བྱེད་དགོས་མ་རེད། ཁ་ཆེམས་གཅིག་འདིར། ཁ་ཆེམས་གཉིས་པ་འདི་བོད་རང་བཙན་བཅོས་པ་ལ། ང་རང་ཚོ་མཐུན་འགྲིག་དགོས་ཀྱི་ཡོད་རེད། སྤྱི་ཚོགས་ནང་མང་པོ་ཞིག་བཤད་བསྡད་ཀྱི་འདུག་བསྟན་བསྟན་བཞིན་གུ་རེ་ཟེར་གྱི། ང་གྲོ་རྒྱ་རིགས་ན་དེ་རྩ་བ་གཉིས་ནས་ཡོང་ལེ་མེད། ཡོང་དགོས་ཨ་ཡོད་མ་རེད། ང་ཚོ་ཚང་མ་ན་ཚ་གཅིག་རེད་ན་ཚ་གཅིག་དེ་ག་རེ་རེད།

ང་རང་ཚོ་ཕྲུ་གུ་ཚོས་ལོ་ཆུང་བ་ཚོ་ཕ་མ་ལ་ཡང་སློབ་གསོ་བརྒྱབ་དགོས་ཀྱི་ཡོད་རེད། ངེས་པར་དུ་བརྒྱབ་རོགས་བྱོས། ངེས་པར་དུ་བརྒྱབ་རོགས་བྱོས། མ་ཉེས་པ་ཉི་མ་བཅུ་ཡོང་གི་རེད་མ་ཉེས་པ་ཉི་མ་གཉིས་ཡོང་གི་རེད། ཉི་མ་གསུམ་པ་ཐོག་ལ་ཡང་བསླབ་བྱ། སློབ་སྦྱོང་ཡག་པོ་སྤྲད་དང་ཏན་ཏན་ང་ཚོ་ལང་ཀ་གཅིག་མ་གཏོགས་ཡོད་མ་རེད། མཐུན་སྒྲིལ་གྱི་ལང་ཀ་ལ་བྱས་ཙང་དེ་རིང་དཔའ་བོ་རྒྱལ་གཅེས་དཔའ་བོ་བློ་དགའ་རང་བཙན་ལགས་ཀྱིས་མཐུན་སྒྲིལ་གྱི་ཟམ་པ་བཙུགས་ཡོད་རེད་བྱས་ཙང་ང་ཚོ་མཐུན་སྒྲིལ་གྱི་ཐོག་ལ་ཡང་ཉི་མ་ཐར་རེར་སོང་ཙང་འཐུས་ཤོར་སྐར་མ་གཅིག་མེད་པའི་ཐོག་ནས་ང་རང་ཚོ་རང་གི་སྒེར་གྱི་མི་ཚེ་ནང་ལ་འཐུས་ཤོར་སུས་ཀྱིས་བཏང་གི་མེད་བ།

འཐུས་ཤོར་ཕྱིན་པ་དེ་ཕྱིན་པ་རེད། ཉི་མ་ད་རེར་བཟུང་སྟེ་ང་ཚོ་མཐུན་སྒྲིལ་གྱི་ཟམ་པ་འདི་ག་ལ་གོམ་པ་རྒྱབ་བྱས། ང་རང་ཚོའི་ངོས་ནས་མཐུན་སྒྲིལ་གྱི་ཐོག་ནས་བོད་པའི་ཆོས་དང་རིག་གཞུང་རྩ་དོན་ལ་ཡང་ཉམས་ཆུང་ནམ་ཡང་གཏང་གི་མེད་ཟེར་ཏེ་ང་ཚོ་དམ་བཅའ་བརྟན་པོ་བསྒུགས་ཡོད། དམ་བཅའ་ཡོད་རེད། བོད་རྒྱལ་ལོ། བོད་ཀྱི་མཐུན་སྒྲིལ་རྒྱལ་ལོ། མཐུན་སྒྲིལ་ལམ་ནས་རང་བཙན་རྒྱལ་ལོ། ད་གསུམ་པ་འདི་བོད་ཀྱི་སྐད་ཡིག་དེ་རེད། ཧང་སང་ཡི་གལ་ཆེན་པོ་རེད། མི་རིགས་གཅིག་ལས་སྐད་ཡིག་མེད་ན། མི་རིགས་ཡོད་མེད་ཁྱད་པར་ཡོད་མ་རེད། བྱས་ཙང་ང་རང་ཚོ་ཕྱི་རྒྱལ་ཡུལ་གྲུ་ཁག་རེད་བཙན་བྱོལ་ལ་ཡོད་བོད་པ་ཚོའི་ངོས་ནས། སོ་སོའི་ཡུལ་གྲུ་གུ་རེ་སོ་སོ་ཡིན་ན་རེད། སྐད་ཡིག་ཐོག་ལ་ཡང་དོ་སྣང་བྱས་ཆེད་རྒྱ་ནག་གཞུང་གིས་བོད་ནང་ལ་ཡང། མི་རིགས་མཐུན་སྒྲིལ་དང་ཡར་རྒྱས་ཀྱི་ཐོག་ནས་ཁྲིམས་བསྡམས་པ་ཡིན་ན་ང་རང་ཚོའི་ངོས་ནས་ཧ་ཐག་ཐག་བྱས་ཙང། ཁྲིམས་དེ་ཞུ་ཞུ་བཞིན་ང་ཚོས་གདོང་ལེན་བྱས་བྱས་ཆེད་དུ་གུ་རེ་གད་གད་སྐྱོན་གྱི་མ་རེད། དེ་འདྲ་ཡིན་དུས་དེ་རིང་གི་ངས་ཐ་དད་མང་པོ་ཤོད་མི་དགོས་པའི་ཐོག་ནས་མཐའ་བསྡོམས་དེ་ལ་ཡང། ང་རང་ཚོ་རང་བཙན་དགོས་ཀྱི་ཡོད་ན་མཐུན་སྒྲིལ་དགོས་ཀྱི་ཡོད་རེད་རྩ་དོན་རྩོད་དགོས་ཀྱི་ཡོད་ན་མཐུན་སྒྲིལ་དགོས་ཀྱི་ཡོད་རེད་སྐད་ཡིག་སྲུང་སྐྱོབ་བྱེད་དགོས་ཀྱི་ཡོད་ན་མཐུན་སྒྲིལ་གྱི་ལམ་དུ་བྱེད་དགོས་ཀྱི་ཡོད་རེད། མཐུན་སྒྲིལ་འདི་ང་རང་ཚོ། འཐབ་རྩོད་དང་རྩ་དོན་དང་རང་བཙན་གྱི་བླ་སྲོག་རེད་མ་རྩ་རེད། དེ་ཡིན་དུས་ང་ཚོ་མཉམ་གཏོགས་བཏང་ཡ་ཡིན་ད། ཞེས་ཁ་རེ། མཐུན་སྒྲིལ་ཞེས་ཡིན་ད། མཉམ་གཏོགས་ཡིན་པས་མཉམ་གཏོགས་བཏང་ཡ་ཡིན་ད། རེད།